ཨེ་ཡ་ཀྱ་ད་ལྟའི་ཕ་སྐད་ཀྱི་གནས་བབ་དེ་དང་འཕྲད་བཞིན་པའི་དཀའ་ངལ་དེ་ག་ཐག་གཅོད་བྱ་དགའི་ཐབས་ཤེས་སྐོར་ལ་ལྟ་ཚུལ་ག་འདྲ་ཞིག་འདུག་དེ་རིང་ང་ཚོ་མཉམ་དུ་བརྡ་ཁ་ཕེབས་འདུག་ད་ཨེ་ཡ་ཀྱ་ལན་དེའི་སྐོར་ལ་ག་འདྲ་ཞིག་བྲིས་འདུག་ཟེར་ན། བོད་ཀྱི་སྐད་ཡིག་ནི་བོད་མི་རིགས་ཀྱི་བླ་སྲོག་དང་རིག་གཞུང་གི་རྟེན་གཞི་ཡིན་པས་དེའི་གནས་བབ་དང་འཕྲད་བཞིན་པའི་དཀའ་ངལ་སེལ་ཐབས་ནི་གལ་འགངས་ཤིན་ཏུ་ཆེ་བའི་བརྗོད་གཞི་ཞིག་རེད། ད་དེ་ནས་མར་ག་ལི་ག་ལི་བཅས་ཕྱོགས་ག་ཤེད་ཅིག་ལ་དབྱེ་རྗེས་ལན་འདི་བརྒྱབ་ཤག་དང་པོ་དེ་ད་ལྟའི་གནས་བབ་དང་འཕྲད་བཞིན་པའི་དཀའ་ངལ་གཙོ་བོ། ད་དེའི་ནང་འོག་ལ་གཙོ་བོ་གསུམ་བརྗོད་བྱ་གཅིག་དེ་སྐད་ཡིག་འདྲེས་མ། ད་དེ་གར་ཟེར་གི་འདུག་ཟེར་ན་ང་ཚོ་ད་ནང་མི་མང་པོ་ཅིག་ཕ་སྐད་གཙང་མ་བརྒྱབ་ཡག་གི་ནུས་པོ་དེ་ཆུང་ངུར་ཕྱིན་པ་རྒྱབ་མ་ཐུབ་པ་དེ་འདྲས་ཚོར་ཅིག་དཀའ་ངལ། དེ་ནས་གཉིས་པ་དེ་གར་བྱས་ཟེར་ན་བརྡ་ཆད་ཀྱི་དཀའ་ངལ་ད་ལྟ་དེང་རབས་ཀྱི་ཚན་རིག་ཡིན་ནའི་སྒྲ་འཕྲུལ་རིག་དཔལ་འབྱོར་བཅས་ཀྱི་ཐ་སྙད་གསར་པ་མང་པོ་ཅིག་བོད་ཡིག་གི་ཐོག་ནས་ད་ཚད་ལྡན་དང་གཅིག་གྱུར་དེ་འདྲ་ཅིག་མེད་པ། གསུམ་པ་དེ་གར་བྱས་ཟེར་ན་ན་གཞོན་གྱི་དོ་སྣང་ཆུང་བ། ད་ང་ཚོ་ལོ་ཆུང་ཆུང་མང་པོ་ཅིག་གིས་སོ་སོའི་ཕ་སྐད་མ་ཡིག་ལ་དོ་སྣང་ཞེ་དྲག་མ་བྱས་པ་དེ་འདྲས་ཅིག་བྱས། ད་འདིའི་འོག་ལ་ད་དཀའ་ངལ་དེ་གའི། ཐག་གཅོད་དང། སེལ་ཐབས་ཀྱི་ཐབས་ལམ་དེ་འདྲ་འགའ་ཤས་ཤིག་ངོ་སྤྲོད་བྱེད་བྱ། དང་པོ་དེ་ཁྱིམ་ཚང་གི་ཐོག་ནས་བཤད་ན་ད་ང་ཚོ། ཕ་མ་དང་ཁྱིམ་བདག་གིས་ཆུང་ཆུང་གི་དུས་ཚང་མ་ནས་བུ་ཕྲུག་གི་ད་ཕ་སྐད་གཙང་མ་རྒྱབ་ཐུག་ཡག་གི་ནུས་པ་དེ་ལ་གསོ་སྐྱོང་བྱེད་པ་དཔེ་ཀློག་སོགས་ཀྱི་གོམས་གཤིས་དེ་འདྲ་ཅིག་ཆགས་ཐུབ་པ། ད་དེ་ནས་གཉིས་པ་དེ་ང་ཚོ་བོད་ཡིག་དེ་ཆོས་ཕྱོགས་ཁོ་ན་ལ་བེད་སྤྱོད་བཏང་མིན་པ་ད་དེ་ང་ཚོ་གང་མང་མང་རེ་བ་གང་ཅིའི་ཐོག་ལ་བེད་སྤྱོད་བཏང་ཐུབ་པས་དེ་འདྲ་ཅིག་ད་དེ་ང་ཚོ་ན་གཞོན་དག་འབྲེལ་བ་མང་པོ་ཞིག་རག་འདུག་བསམ་གི་ག་རེ་ཟེར་ན་ང་ཚོ་ན་གཞོན་འགས་སྤྱི་ཚོགས་གསར་པའི་ནང་ལོག་ལྟ་ལྕི་ལ་གསར་པ་མང་པོ་ཅིག་མཐོང་འདུག་པར་པ་སོ་སོའི་དགའ་ཕྱོགས་ཡིན་ན་འདྲ་དགའ་ཞེན་གྱི་ཕྱོགས་དེ་ཕ་སྐད་མ་ཡིག་ལ་བརྟེན་རྗེས་ཕ་སྐད་མ་ཡིག་དེ་གང་དྲན་དྲན་གང་མང་མང་བེད་སྤྱོད་བཏང་ཐུབ་ཡ་དེ་སོ་སོ་ལ་ཕན་ཐོགས་ཡོད་རེད་ལ་ཕ་སྐད་ལས་ཕན་ཐོགས་ཡོད་རེད་པ། ད་དེ་ནས་ཡང་ག་རེ་བཤད་བྱས་ཟེར་ན་ང་ཚོ་ད་ལྟ་དེང་རབས་ཀྱི་ད་འཕྲུལ་རིགས་བེད་སྤྱོད་སྲིད་ད་དཔེར་ན་ང་ཚོ་ཁ་པར་ཡིན་ནས་རེད་གློག་ཀླད་ཡིན་ནས་རེད་མཉེན་ཆས་ཡིན་ནས་རེད་བརྙན་སྟེགས་ཁྱུང་ཡིག་ལྟ་བུ་དེ་འདྲའི་ནང་ལོག་ལ་ང་ཚོ་བོད་ཡིག་ད་བོད་སྐད་མང་ཙམ་བེད་སྤྱོད་བྱས་ད་སྐུབ་བསྟུན།